གྲོས་ཚོགས་ཀྱི་ཚོགས་གཙོ་དང་བཀའ་ཁྲི་གནང་སྐབས་བཙན་བྱོལ་བོད་མིའི་མང་གཙོའི་འཕེལ་རིམ་དང་བོད་མིའི་སྒྲིག་འཛུགས་ལེགས་བཅོས་སྐོར་ལ་གསུང་བཤད་གནང་ཡོད་ཅེས་ཨན་ཧེ་ཀོང་གིས་ལོ་རྒྱུས་སྙིང་བསྡུས་ཏེ། ད་དེའི་ནང་ལ་ད་ལྟ་ལོ་ཚིགས་དེ་ཚོ་སིལ་བུ་གཅིག་བྲིས་གནང་མི་འདུག་སྤྱི་བཏང་ད་ཁོ་རྒྱུན་ལྡན་འདྲ་བོ་བྱེད་རོགས་ཨ་དེའི་ནང་ད་གཙོ་བོ་ཕྱག་ལས་ག་རེ་གནང་བ་ཡོད་དེའི་སྐོར་ལ་རེ་བཞག་མཐོ་སློབ། སློབ་སྦྱོང་གནང་བའི་རིང་སྐྱ་འདི་གར་ས་གནས་གཞུང་ནས་དྲུང་ཆེ་དང་སྐྱ་འདི་གར་བུག་རང་དབང་ལྡན་པའི་ལས་འགོར་ཚོགས་ཆུང་གི་ཚོགས་གཙོ་གནང་རྗེས་མཐོ་སློབ་མཐོ་སློབ་ཐོན་རྗེས་སུ་བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་གཞོན་དང་འཛིན་སྐྱོང་དྲུང་ཆེ། བོད་ཀྱི་གཞོན་ནུ་ལྷན་ཚོགས་ཀྱི་སྤྱི་ཁྱབ་དྲུང་ཆེ། ཧེ་བོད་མཛའ་འབྲེལ་ཚོགས་པའི་དྲུང་གཞོན་བོད་མི་མང་སྤྱི་འཐུས། བོད་རྒྱལ་ཡོངས་མང་གཙོ་ཚོགས་པའི་ཚོགས་གཞོན། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བརྟན་བརླིང་ཁང་གི་འགན་འཛིན། བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་མང་གཙོ་འཕེལ་རྒྱས་བརྟན་བརླིང་ཁང་གི་འགན་འཛིན། ལྷན་ཚོགས་ཀྱི་ཚོགས་གཞོན། དབུས་བོད་མིའི་སྒྲིག་འཛུགས་ཀྱི་འཕྲོད་བསྟེན་བཀའ་བློན་དབུས་བོད་མིའི་སྒྲིག་འཛུགས་ཀྱི་ཕྱི་འབྲེལ་བཀའ་བློན། དབུས་བོད་མིའི་སྒྲིག་འཛུགས་ཀྱི་དཔལ་འབྱོར་བཀའ་བློན། བོད་རྒྱ་ཞི་མོལ་ལས་དོན་ཚོགས་ཆུང་གི་ཚོགས་མི་ལྗང་ཨ་རིག་གོང་ས་མཆོག་དང། བོད་མིའི་སྒྲིག་འཛུགས་ཀྱི་སྐུ་ཚབ་དོན་གཅོད་ནེའུ་ཡོག་གོང་ས་མཆོག་གི་ཡེ་ཤེས་དགེ་ཚིག་དྲུང་ཆེ་དང། དེའི་རྗེས་ཀྱི་ཚོགས་མི། བོད་ཀྱི་ཐེབས་རྩའི་རྒྱུན་ལས་འགན་འཛིན་དང་བོད་ཀྱི་ཐེབས་རྩའི་ཚོགས་གཙོ་གནང་བ་སོགས་ཀྱི་ལོ་རྒྱུས་སྙིང་བསྡུས་གཏོང་གྲོལ་བྱས་རེད་ཞེས་ད་དེའི་ནང་ནས་ཀོ་ངོ་གི་ལོ་རྒྱུས་དེའི་ནང་ལོགས་ལ་ད་ད་སྡོམ་གཙང་མ་གཙང་རྐྱང་ཞིག་བརྒྱབ་བཞིན་འདུག་དེའི་ནང་ནས་གཞུང་གཞུང་འབྲེལ་མ་ཡིན་པའི་ཚོགས་པ་དག་ཧ་ལམ་ཕྱག་ལས་མ་གནང་བ་ཅིག་མི་འདུག་བ་དེའི་ནང་ནས་ད་དེ་ནས་ད་ལྟ་གཞུང་གཞུང་འབྲེལ་གྱི་ཐོག་བྱས་པ་ནི་བཀའ་བློན་ལས་ཁུངས་ཁག་གསུམ་གྱི་བློན་ཆེན་བྱས་བ་དང་དེ་ག་ན་གཞིན་གྱི་བུ་མོ་མོ་སྤྱི་འཐུས་ཀྱི་ཕྱག་ལས་གནང་བ་དེའི་རྗེས་སུ་ད་ད་གོང་ས་མཆོག་གི་སྐུ་ཚབ་དོན་གཅོད་ཀྱི་མཚན་གནས

མཛད་སྒོ་དང་བགྲོ་གླེང་གོ་སྒྲིག་གནང་མཁན་གྱི་མི་སྣ་ཚང་མ་དང་འདས་སྤུན་ཟླ་ཕལ་པ་ཚང་མ་ལ་ཡང་ནི་ད་རིང་གི་མཛད་སྒོ་འདིའི་ཐོག་ལ་ཡང་འཚམས་འདྲི་བཀྲ་ཤིས་ལན་ཞུ་བའི་འདོད་པ་བྱུང་སོང། ངེད་ཀྱི་གཏམ་བཤད་འདི་གི་བརྗོད་གཞི་འདི་སྐྱབས་རྗེ་ས་མདོར་མི་རྗེ་མཆོག་གྲོས་ཚོགས་ཀྱི་ཚོགས་གཙོ་རྣམ་པ་དང་ཨཱ་ནི་བཀའ་བློན་ཁྲི་པ་རྣམ་པས་ཀྱི་དུས་ཡུན་དེ་རིང་ལི་ཡཱ་མང་གཙོའི་འཕེལ་རིམ་དང་ཨཱ་ནི་བོད་མིའི་སྒྲིག་འཛུགས་ལས་ལེགས་བཅོས་སྐོར་རེད་འདུག་སོང་ཙང་ཨཱ་ནི་འདིའི་གི་ཐོག་ནས་སུད་སུད་ཀྱི་ག་སོ་ཨཱ། མྱོང་ཚོར་གང་ཡིན་པ་དེ་རིན་པོ་ཆེ་ཁྲི་ལ་ཡར་ཞབས་ཞུ་ཞུ་ཡག་གི་གོ་སྐབས་ག་ལ་གང་འཚམ་ཅིག་ཐོབ་ཡོད་དུས་གང་ལ་ཡར་སུད་སུད་ཀྱི་ཅིག་ལྟ་མྱོང་ཚོར་དང་ཨ་ནུས་ཉམས་མྱོང་ཕྲན་བུ་བྱུང་པ་དེ་ཚོ་ཅིག་རེ་གསུང་ཞུས་ན་སེམས་གསོ་ར་བ་ཞིག་དྲན་བྱུང། ཨ་ནི། བསམ་ཚུལ་མ་ཞུས་གོང་ནས། བརྗོད་གཞི་འདིའི་ཐོག་ལ་ཡར་བསམ་ཚུལ་མ་ཞུས་གོང་ནས། ང་རང་སྒེར་གྱི་བསམ་ཚུལ་ཅིག་ཞུ་ཡག་གི་འདོད་པ་བྱུང་སོང་དེ་ག་རེད་ཞུས་པ་ཡིན་ན། ལོ་ཁ་ཤས་གོང་ལ་ཡར་ནིའུ་ཡོག་ལ་ཡར་ས་ཡ་ས་རྒྱུ་གོང་མའི་གི་ཨ་ནི་བཀའ་ཆོས་གནང་སྟེ་དུས་དེ་ང་ལྕགས་རའི་གོག་ཁབ་བྱུང་སོང། དེ་དུས་བཀའ་སློབ་ཅིག་གནང་ལི་ཡ། ཨ་ནི་ང་རང་ཚོ་མི་ཕལ་པ་ཚོ། མི་ཚེ་ནི་མི་ཚེ་འདི་གནང་ལི་ཡ་དཀའ་ལས་ཞེ་བོ་ཅིག་བརྒྱབ་ཅེས་འཆར་གཞི་ཞེ་བོ་ཅིག་བསྒྲིགས་ཅེས་ཨ་ནི་འཇིག་རྟེན་གི་ལས་དོན་དེ་གནང་ལི་ཡ་པད་ཁོ་རང་ཐོབ་ནི་བསྡད་དེ་གི་ཡོག་རེད། ཡིན་ནི་ཡང་ལས་ཀི་སྟོབས་ཤུགས་ཀི་དབང་གིས། མི་སུ་སུའི་ལི་ཡ་མི་ཚེ་གི་རང་བ་གེ་གེ་ཡོད་མ་རེད། ལས་བཟང་ངན་ལས་བསྟན་བྱེད་ཁོང་འགྲོ་བསྡད་ཅིག་རེད། དཔེར་ན་ཆ་ཤས་པ་ཡིན་ན་ནི་རླུང་འཚུབ་ཀྱིས་ལི་ཡ་ཤུ་གུ་སྐམ་པོ་ཅིག་ཁྱིར་བསྡད་པའི་སྐབས་ལི་ཡ་ཤུ་གུ་སྐམ་པོ་དེ་ལས་རང་བ་གེ་གེ་ཡོད་མ་རེད། རླུང་འཚུབ་དེའི་གི་ག་བ་ལི་ཡ་ཁྲིད་པ་ཡིན་ན་དེ་ཤི་སོང་འགྲོ་ཡ་རེད་ཟེར་གི་དེ་འདྲའི་གི་ངོ་ནས་ད་ཅི་ད་ང་ཚོ་ནང་པ་སངས་རྒྱས་གི་ནི་ད་རྗེས་འཇུག་པ་བཞིན་དུས་གང་ལི་ཡ་ལས་འབྲས་ལ་བསླུ་བ་མེད་པ་དེ་ང་ཚོ་ཚང་མས་ཤེས་འདི་གི་ཡོད་རེད། ད་དེའི་ཁ་སུ་རེད་བཀའ་སློབ་དེ་བསྟན་བྱས་ངས་ང་རང་སྒེར་གྱི་བསམ་ཚུལ་ལ་ཡ། ད་དང་ས་སྤྱི་ཚོགས་དྲ་རྒྱའི་གི་དུས་ཚོད་དེ་རིང་ལ་ཡ། སྤྱི་ཚོགས་དྲ་རྒྱའི་གི་རླུང་འཚུབ་ཤུགས་ཆེ་དྲག་རྗེས་ང་ཚོ་མི་མང་པོ་ཅིག་གི་བསམ་བློའི་རང་དབང་ཆ་ཚང་ཞིག་བརླག་བསྡད་པ་ཅིག། མི་ཁ་བདེ་བོ་ཁ་ཤས་ཅིག་གིས་ཨ་ནི་ཅིག་སྤྱི་ཚོགས་དྲ་རྒྱའི་བརྒྱུད་ལམ་འདིའི་ཐོག་ནས་གནས་ཚུལ་ཁ་སོགས་ཀྱི་ལྟ། དངོས་བདེན་མ་ཡིན་པ་དང། དེ་ག་ནང་བཞིན་འཁྱོག་བཤད་དང་སུ་སུའི་འདོད་གསོལ་དེ་འདྲའི་མང་པོ་བཤད་པ་དེ་ཚོ་ལ་ཡ། མང་པོ་ཅིག་གིས་དེ་ཚོ་ལ་ཁ་སོགས་ཅིག་ལྟ། དགའ་མོས་བྱེད་ཡ་དང། ཁ་སོགས། དེ་འདྲའི་གི་གཏམ་བཤད་ལ་ཡ་ཡང་སེ་ངན་བསྡད་ཡ། ངན་པ་ཙམ་དུ་མ་ཟད་གཏམ་བཤད་དེ་ཚོ་ཕྱི་ལོགས་ལ་ཡ་འགྲན་པས་བྱེད་ཡ། ད་དེ་སྤྱི་ཚོགས་ལ་ཡ་ཞེ་བོ་ཅིག། ཁ་སོགས་གནོད་གཞིའི་གི་ལས་དོན་བྱེད་པ་ཅིག། ཆགས་སྡིག་ཏུ་ལྟ་ང་སྤྱི་ཚོགས་ནང་ལ་ཡ་ག་ཟུར་ཅིག་ལྟ་འཆམ་མཐུན་མེད་པའི་རྐྱེན་ས་གཙོ་བོ་ཞིག་དེའི་རྒྱུན་ཆགས་སྡིག་འོར་བ། ཨ་ནི་ཕྱོགས་གཞན་པ་ཅིག་ནས་མི་བསམ་ཡོད་ཀྱི་བཀའ་སློབ་གནང་བཞག་པ་དང། རེད་བ། ཅིག་བཀའ་བཅོས་གནང་བཞག་པ་དེ་ཚོ་ལ་ཡ་གསན་བཞེས་གནང་མཁན་ཧྲིལ་བོ་ཉུང་ཉུང་ཡིན་འདི་པ་ཅིག། སྐབས་རེ། ང་ཚོའི་བླ་ཆེན་ཁག་ལ་ཡིན་པ་ཡིན་ནའི་རེད་ཤེས་ཡོན་ཅན་དང་ཉམས་མྱོང་ཅན་མི་སྣ་ཚོ་ལ་ཡ་ཅིག་མི་མང་ལ་བཀའ་སློབ་ཞིག་གནང་རོགས་གནང་ཞུས་དུས། ཧ་ལམ་ཚང་མས་གཅིག་གྱུར་རང་རེད་ཉན་གྱི་རེད་བས།

མཁས་པ་དང་རླབས་ཆེན་གྱི་མཁས་པ་ཚོས་ཀྱི་ནི་ཅིག་ཐ་བཀའ་སློབ་དང་གསུང་རྩོམ་དེ་ཚོ་ནི་ངན་ཡག་གི་འདོད་པ་མེད་པ་སེམས་ན་མི་འདུག་ངན་ཡག་གི་ཁ་སོགས་ཅིག་ཐ་གོ་སྐབས་བྲལ་བསྡད་པ། དེ་འདྲའི་ཡོང་བསྡད་དུས་ཀང་ལི་ཡ་དེ་འདྲའི་གི་དུས་ཚོད་དེ་ནང་ལི་ཡ་ཐ་ལྷ་སྤྱི་ཚོགས་ཞབས་ཞུ་ཁང་གི་ཐ་རི་ཐའི་ལོ་བཅུ་འཁོར་བའི་གི་ཐ་ཁོ་ན་ཚོའི་དུས་ཚིགས་ཅན་ཡིན་གསུང་དུ་ནི་སྐྱབས་ཡུལ་ས་མཐོར་མ་ཆེ་གི་གསུང་རྩོམ་གཙོ་བོ་བརྒྱུད་པའི་གི་ནི་ད་གསུང་ཆོས་རེད། གསུང་བཤད་རེད་ཡོངས་རྫོགས་ནི། ད་དྲ་ལམ་བརྒྱུད་བཅས་གར་སོང་ཕྱོགས་སྒྲིག་གནང་བྱས་དྲ་ལམ་བརྒྱུད་བཅས་ནི་ཁྱབ་སྤེལ་གནང་ཐུབ་ཡ་དེ་དམིགས་བསལ་གྱི་རྗེས་སུ་ཡི་རང་དང་ཐུགས་རྗེ་ཞུ་འདོད་པ་བྱུང་སོང། ད་སྐྱབས་ཟམ་མདོ་རིན་པོ་ཆེ་གི་མཛད་པ་འཕྲིན་ལས་ལྷག་པར་དུ་སྤྱི་འཐུས། གི་ཚོགས་གཙོ་རྣམ་པ་དང་བཀའ་བློན་ཁྲི་པ་རྣམ་པ་དེ་བསྡོམས་བརྒྱབ་པ་ཡིན་ན་ད་གཞི་རིམ་གྱི་ལྟ་གྲུབ་གསུམ་ནང་ཚུད་འདུག་ག་ད་དེ་མང་ཆེ་ཆེ་རྣམ་པ་ཚོ་མཁྱེན་གྱི་རེད་བསམ་གྱི་འདུག་གཞི་རིམ་གྱི་ལྟ་གྲུབ་གསུམ་དེ་སྙེ་མ་ང་ཚོ་བཀའ་ཤག་ནང་ལ་ཡང་ད་བཀའ་ཤག་ལྷན་འཛོམས་ཐེངས་དང་པོ་གནང་པའི་སྐབས་དུ་ཡང་རིན་པོ་ཆེ་གི་ཤུགས་ལྷེབ་ལྷེབ་རེད་རེད་བཀའ་བློན་དེ་དུས་ང་ཚོ་བཀའ་བློན་གསུམ་མ་གཏོགས་ཡོད་མ་རེད་བཀའ་བློན་གསུམ་ལ་གནང་སོང་དེ་ནང་ལ་ཡང་ད་བཀའ་བློན་ཚོས་གི་ལས་དོན་བྱེད་ཕྱོགས་གི་ལམ་སྟོན་གཙོ་བོ་འདི་ཚོ་རེད་ཤག་ཨན་དང་པོ་དེ་ག་རང་ལིའ་རིན་པོ་ཆེ་གི་གཞི་རིམ་གྱི་ལྟ་རུ་གསུམ་འདི་འདུག། བདེན་པ། འཚེ་བ་མེད་པ། ཡང་དམ་པའི་མང་གཙོའི་ལྟ་བ། ད་དེ་དུས་ང་ཡང་ལོ་གསུམ་སོ་ལྔ་ཟིན། ད་རིན་པོ་ཆེ་གི་ལམ་སྟོན་རྣམ་པ་དེ་ལས་ཅིག་ཡ་མཚན་མཚན་ར་ཅེས་ཅིག་ཀློག་ནས་ད་དེ་འདྲ་ཞིག་རེད་འདུག་ཨ་སམ་ས་འདྲ་ཕྱི་མ་འདི་བཞི་བོ་ཅིག་གནད་འགག་ཡོད་པ་དང་དེའི་སྔོན་ནས་རིན་པོ་ཆེའི་གོང་གཞི་རླབས་ཆུང་པོ་བཞི་བོ་ཕྱིན་པ་འདི་རྟོགས་ཐུབ་མེད་དེ་དུས་རྟོགས་ཐུབ་ཡ་གི་ག་སུ་རེད་ཅིག། ད་སུ་སུའི་ཡོན་ཏན་གྱེས་ཡོད་མ་རེད་ཉམས་མྱོང་གྱེས་ཡོད་མ་རེད། ཡིན་ནས་ད་རྗེས་སུ་མ་ཕྱི་མིག་ཅིག་ལྟ་དུས་གང་ལེགས་སྔོན་ནས་རིན་པོ་ཆེ་གི་བཀའ་སློབ་ལམ་སྟོན་གནང་པ་དེ་རིན་པོ་ཆེ་ཁོང་སྐུ་སྒེར་གྱི་རེད་བ། ཁ་སོ་རེད་ཐོས་གསུམ་སྒོམ་གསུམ་གྱི་ཡོན་ཏན་ཆ་ཚང་འཛོམས་བསྡད་པའི་གི་ལྟ་གྲུབ་རེད་བ། ལུས་ངག་ཡིད་གསུམ་གྱི་ཡིད་ཆེས་ཡོད་བསྡད་པའི་གི་ལྟ་གྲུབ་ཉམས་ལེན་གནང་གི་ཡོད་པའི་ལྟ་གྲུབ་ད་དེ་ག་ཟེ་དངོས་གནས་ལྗིད་ཁོག་ཆུན་པོ་གི་ལམ་སྟོན་དེ་སྐབས་དེ་དུས་ད་ང་ཚོ་བཀའ་ཤག་སྐབས་དུ་ཡང་ལམ་སྟོན་གནང་པ་རེད་དེ་ལ་ཡིན་ནས་ཡང་ད་ཐོག་མ་ཉིད་ནས་རིན་པོ་ཆེ་སྤྱི་བའི་ཞབས་ཞུ་ཞུས་པ་དང་སྤྱི་འཐུས་ཀྱི་ཚོགས་གཙོ་གནང་པ་ནས་བཟུང་བཅས་གཞི་རིམ་གྱི་ལྟ་གྲུབ་དེ་ཡོད་ཡོད་པ་འདྲ་བོ་ཆགས་ཏེ་བཞག་སོང་ཙང་ད་ལྟ་གྲུབ་གསུམ་འདི་ན་ལེའི་རིན་པོ་ཆེ་གིས་ད་མཛད་འཕྲིན་ཕར་ལམ་མ་བསྡུས་པ་མི་འདུག་སེམས་ས་རུབ་ཅིག་དྲན་བྱུང་སོང་ས་ངས་སྙིང་བསྡུས་སྙིང་བསྡུས་ཅིག་མ་ཞུས་ཞེ་ན་སེམས་ས་རུབ་ཅིག་དྲན་བྱུང། ད་ཐོག་མ་དེ་ལི་ཡ་བདེན་པའི་ལྟ་གྲུབ་དེ་རེད། ད་རིན་པོ་ཆེ་བདེན་པ་ལི་ཡ་ད་གུ་བཤངས་རྒྱུ་ནང་མ་རེད། བདེན་པ་བདེན་པ་རང་རེད།

མཛུབ་མོ་བཙུགས་ནང་བཅད། This tongue has never lied། རེད་བ། ཀྱང་རིན་པོ་ཆེ་གིས་འཇག་དེ་ནས་ཞལ་རྫུན་བརྒྱུད་ནས་གནང་མ་མྱོང། ཀུན་གསལ་ཧྲིལ་པོ་ལས། སོ་ད་དེ་འདྲའི་གི་རླབས་ཆེན་གི་ཨ་ནི་དབུ་ཁྲིད་ཅིག་གི་འོག་ལ་ཡ་སྐྱབས་ཡུལ་ཟངས་མདོ་རིན་པོ་ཆེ་ཡི་སྔོན་ནས་གདན་འབེབས་གི་ལྟ་གྲུབ་དེ་སུ་སུ་སོགས་ལས་བཅད་པ་ཅིག་གི་ལྟ་གང་ལྟར་སྟངས་འཛིན་གནང་བཅས་ལས་དོན་ཐམས་ཅད་དེའི་ཞལ་གསུང་ཐོག་ལ་ཕེབས་བསྡད་པ་ཅིག་ད་ཡོངས་གྲགས་རེ་ཞིག་རེད། དེ་ནས་རིན་པོ་ཆེ་ཀྱི་རྟགས་གང་ལྟར་དེ་འབྲེལ་གྱི་ལྟ་གྲུབ་དེ་འཛིན་པའི་བཀའ་དྲིན་ལ་བརྟེན་བཅས་ང་ཚོ་བོད་མི་མང་ཚོགས་ལས་འབུས་ནས་ངོ་ནས་ཅིག་སུད་སུའི་གི་དབུ་ཁྲིད་དང་སུད་སུའི་གཞུང་དེ་ཡང་ཡིད་ཆེས་ཕེད་ཐུབ་ཡ་ཅིག་ང་ཚོའི་གཞུང་དེ་དྲང་པོ་དྲང་ཤ་རེད་དཱ། རེད་བ། དེའི་རྐྱེན་པས་ཀྱི་དངོས་གནས་སུ་སུའི་གཞུང་ལ་ཡང་རྒྱབ་སྐྱོར་གནང་ཡ་དང་སུ་སུའི་གཞུང་ལ་ཡང་ཡིད་ཆེས་གནང་ཡ་ད་དེ་ང་ཚོ་བཙན་བྱོལ་ནང་བོད་མི་ཙམ་མ་རེད་བོད་ནང་ལ་ཕུད་གཞིས་ལུས་བོད་མི་ཚོས་ཀྱི་གནས་ཚུལ་འདི་ཐོས་པ་ཡིན་པས་ཡིན་ནའི་རང་བཞིན་གྱི་དགའ་སྣང་དང་ཚོར་བ་ཅིག་སྤྲོ་པོ་སླེབས་ཐུབ་པས་དེ་འདྲའི་གནས་ཚུལ་ཆགས་འདི་གོ་རེད། ཡིན་ནའི་རིན་པོ་ཆེ་ཀྱི་གསུང་གི་རེད་ད་མ་ཤེས་སྤྱི་དང་བདེན་དཔལ་གྱི་ལྟ་གྲུབ་དེ་སྲིད་ཇུས་འཛིན་པའི་སྐབས་ལ་ཡང་ཅིག་ད་ལྐོག་ཟ་རུལ་སུངས་ད་ཕར་བཞག་ཤོག་རེད་བ། ཨ་ནི་ཅིག་ད་དངུལ་ཐོག་ནས་ཅིག་ད་བདེན་པ་མ་ཡིན་པའི་གནས་ཚུལ་འདི་བྱུང་བའི་སྐབས་ལས་ལས་བྱེད་རེ་གཉིས་ང་ཚོ་སྐབས་ལ་ཡར་སྤེལ་བའི་གནས་ཚུལ་འདི་བྱུང་བསྡད་ཡོད་རེད། ཡིན་ནའི་རིན་པོ་ཆེ་ག་རེ་གསུང་སྐོར་ཞུས་པ་ཡིན་ན། ང་ཚོ་ནམ་རྒྱུན་ནས་ཁ་ཡུན་ན་ལི་ཡ་ད་ང་ཚོ་ང་དྲང་པོ་བྱེད་ཀྱི་ཡོད་ད་ང་དྲང་པོ་བྱེད་ཀྱི་ཡོད་ཟེར་ནས་ཁ་ནས་བཤད་དེ་འགྲིག་གི་མ་རེད། དྲང་པོ་བྱེད་ཀྱི་ཡོད་པ་དེ་དངོས་གསོལ་སྟོན་ཐུབ་པ་བྱེད་དགོས་ཀྱི་ཡོད་རེད། རེད་པ། ཡིག་ཆས་ཀྱི་ལམ་ནས་སྔོན་བསུའི་ཐོད་པ་ག་འདྲས་སུ་སྟོན་དགོས་ཐུབ། རྩིས་ཁྲའི་ལམ་ནས་སྔོན་བསུའི་ཐོད་པ་ག་འདྲས་སུ་སྟོན་དགོས་ཐུབ། དེ་མ་གཏོགས་ད་ལྟའི་དུས་ཚོད་ལ་ཡ་ཨ་ནི་ང་དྲང་པོ་ཡིན་ས་ནས་བཤད་བསྡད་བསྡད་པ་ཡིན་ན་འུ་འགྲིག་གི་ཡོད་མ་རེད་ཟེར་དུས་དངོས་ཡོད་གནས་ཚུལ་རང་རེད། དྲང་པོ་གནང་གི་ཡོད་པ་དེ་དྲང་པོ་ཡིན་པ་དེ་སྟོན་ཐུབ་པ་ཡིན་ན་ཨ་ནི་མི་མང་ལས་ཡིད་ཆེས་འཕེར་བའི་གི་གནས་ཚུལ་ཆགས་གི་རེད་ཟེར་དེ་འདྲའི་རིན་པོ་ཆེ་གི་བཀའ་སློབ་ཡང་སེ་གནང་མྱོང། དེ་དང་ཕྱོགས་མཚུངས་ཅན་ད་བདེན་པ་སི་ཏུས་ཀང་ལི་ཡ།

དེ་ག་རེ་ཞུས་པས་ན་ད་གཞི་ནད་གསུམ་མི་སྣ་ཤེས་བྱ་གང་འདྲ་སྲིད་ཇུས་ག་འདྲས་ཀྱིས་སྤེལ་བ་ཡིན་ནའི་མི་དམངས་ཀྱི་མི་ཚེ་གི་ནུས་པ་དེ་ག་འདྲས་ཡར་རྒྱས་གཏང་དགོས་འདུག་རེད་བ། ཤེས་ཡོན་གྱི་ཐོག་ནས་འཕྲོད་བསྟེན་གྱི་ཐོག་ནས་སྤྱི་ཚོགས་བདེ་དོན་གྱི་ལས་གཞི་གྱི་ཐོག་ནས་དེ་འདྲས་ཀྱི་ད་ལས་གཞི་ཕུགས་རྒྱང་རིང་པོ་མཁྲེགས་པོ་རྒྱ་གསུམ་ལས་ཕན་ཐོགས་ཡོད་པའི་གི་མི་དམངས་དང་འབྲེལ་བ་ཡོད་པའི་གི་ལས་གཞི་དེ་ཚོ་མང་ཆེ་གཅིག་ད་རིན་པོ་ཆེ་སྐབས་ལ་ཡར་སྤེལ་བྱས་ད་འདྲ་ཡིན་པས་ནས་ང་ཚོས་གྲུབ་འབྲས་ཟིལ་ཐུ་བས་ཞིག་ཡོད་རེད་གསུངས་པ་འདུག། ད་དེ་ནས་རིན་པོ་ཆེ་གཅིག་ག་སོང་རེད་ད་ཞི་བ་གཅིག་ཕྲག་པོ་གནང་ཡ་དེ། ཁྲིམས་དང་སྒྲིག་གཞི་ལ་ཡ་རྩིས་མེད་བཏང་བྱས་རེད་བ། ཁྲིམས་དང་སྒྲིག་གཞི་ལ་ཡ་ནི་གཅིག་ད་རྩིས་གསོ་མ་བྱས་བས་ཀྱི་གནས་ཚུལ་དེ་འདྲའི་རེ་ཟུང་བྱུང་ཡོད་རེད་ང་ད་མིང་སྨོས་མེད་དེ་འདྲའི་གནས་ཚུལ་གཅིག་བྱུང་སོང། ང་ཚོས་གཅིག་ད།

འོ་ད་འདི་གསར་ཡིན་ནའི་གསུང་ཅི་མི་འདི་དཔལ་རིན་པོ་ཆེ་ལ་སྐྱོན་བརྗོད་བྱེད་མཁན་ཆེ་ཤོས་ཆགས་བསྡད་ཡོད་རེད། སོང་ཙང། བདེན་པ་ལས་ཡ་ཞེ་བོ་ཅིག་གིས་ད་གང་ལྟར་སྲུང་སྐྱོབ་གནང་ཡ་དང་ཁྲིམས་དང་སྒྲིག་གཞི་ལ་ཞུགས་སྲུང་སྐྱོབ་གནང་པའི་རྟེན་བཅས་རིན་པོ་ཆེ་ལ་ཡ་སྐྱོན་བརྗོད་གནང་བསྡད་མཁན་དེ་ག་ལ་ག་ཚོམ་བྱུང་ཡོད་རེད། སོང་ཙང། རིན་པོ་ཆེ་ལ་ཡ་ད་སྐྱོན་བརྗོད་གནང་ཆོག་གི་མ་རེད་ཞུ་ཡ་ཅི་ཡ་ཡོད་མ་རེད། རེད་བ། དམངས་གཙོའི་སྤྱི་ཚོགས་རེད། ཡིན་ནའི་སྐྱོན་བརྗོད་མ་གནང་གོང་ནས་གནས་ཚུལ་ཡོངས་རྫོགས་ཞིབ་ཚགས་པོ་ཅིག་རྟོགས་པའི་ཐོག་ནས་རེད་བ། ཨ་ནི། ཅིག། གནང་བ་ཡིན་ན་ཨ་ནི་རང་བཞིན་གྱི་སོ་སོའི་གི་ད་གཟོད་སྐྱོན་བརྗོད་དེ་ཡང་ནུས་པ་མེད་པའི་ཆ་གི་གནས་ཚུལ་ཆགས་ཀྱི་རེད་བསམ་ས་འགྲོ་ཞིག་དྲན་གྱི་འདུག་ད་འདི་ད་ད་གཟོད་རེད་བདེན་པ་དང་འབྲེལ་བའི་གི་གནས་ཚུལ་དེ་འདྲས་ཁ་བཤད་ཞུས་ན་བསམ་ས་འགྲོ་ཞིག་དྲན་པ་རེད་ད་དེ་ནས་འཚེ་བ་མེད་པ་ད་འཚེ་བ་མེད་པའི་ཐོག་དམིགས་བསལ་ངས་ཞུ་ཡ་གལ་མེད་ད་རིན་པོ་ཆེ་སངས་རྒྱས་གནམ་ས་ཆོས་སྡེ་ངན་གྱིས་ཨ་ནི། ད་སྐྱེ་བོ་དམ་པ་ཞིང་དུ་གང་ལི་ཡ། ཨ་ནི་ལུས་ངག་ཡིད་གསུམ་གྱི་ཐོག་ནས་མི་ལི་ཡ་ད་གནོད་སེམས་ཀྱི་ག་སོ་བཅང་བཅས་འཚེ་བ་མ་གནང་ཡ་འདི་ད་གཞི་རིམ་གྱི་དམ་བཅའ་ཞིག་རེད་དེ་རིན་པོ་ཆེ་སྐུ་སྒེར་གྱི་དམ་བཅའ་འདི་ཨ་ནི། ག་སོ་རེད་ང་རང་ཚོ་འཛིན་སྐྱོང་བཀའ་ཤག་གི་ཨ་ནི་སྲིད་བྱུས་ནང་ལས་སུ་ད་དམིགས་བསལ་གྱི་ཨ་ནི་ཟུར་འདོན་གནང་ཐུབ་པའི་འདི་བྱུང་བ་རེད། ད་དེ་ནས་གསུམ་པ་དུས་ཡང་དག་པའི་མང་གཙོའི་ལྟ་བ། ད་ཅི་ཐག་ང་རང་ཚོ་མང་གཙོའི་སྤྱི་ཚོགས་ནང་ལོགས་ལི་ཡ་ཅིག་ང་རང་ཚོ་ང་ཚོ་ང་ལོ་གཞོན་པའི་སྐབས་ཡིན་པའི་སྐབས་ལ་སྤོ་བ་ཞུ་བྱོས་ད་ང་དང་ང་འདྲ་བའི་མི་རབས་རྣམས་ལི་ཡ་སྤོ་བ་ཞུ་བྱོས་ཡ་རེད་ང་ཚོ་བོད་པའི་སྤྱི་ཚོགས་འདི་མང་གཙོ་ཡིན་གདའ་སླབས་བྱས། དེ་ག་ནས་བཞིན་ཕྱིའི་རྒྱལ་ཁབ་ཀྱི་སྐུ་མགྲོན་འདི་དེ་བ་ཕེབས་པའི་སྐབས་ལི་ཡ་ང་ཚོ་སྤོ་བ་ཐོག་ནས་ཞུ་གི་ཡོད་རེད་ང་ཚོ་མང་གཙོའི་ཚད་དང་ལྡན་པ་ཅིག་གི་ཨ་ནི་སྤྱི་ཚོགས་ཞིག་ཡིན་ཞུས་བྱས། སྤོ་བ་ལྡན་པའི་ཐོག་ནས་ཞུ་གི་ཡོད་རེད་ད་དེ་ཚོ་མང་ཆེ་ཅིག་སྤོ་བ་བྱེད་དགོས་ཡས་ཀྱི་གནས་བབ་དེ་ག་འདྲ་ཆགས་པར་བརྗོད་པ་ཡིན་ན་སྐྱབས་མགོན་རིན་པོ་ཆེའི་དགོངས་གཞི་གང་ཡོད་པ་དེ་ནི་སྐྱབས་རྗེ་ས་འདུལ་རིན་པོ་ཆེ་གིས་ད་ག་འདྲ་ཕྱག་བསྟར་གནང་ཐུབ་པ་བཀའ་དྲིན་བརྟེན་ཅིག་བྱུང་བསྡད་པ་ཕྱིར་བ། ད་དེའི་ནང་ནས་ད་ངས་རེ་ཟུང་ཞིག་མ་སྙན་སྒྲོན་ཞུས་པ་ཡིན་ན། ཡང་དག་པའི་མང་གཙོའི་ལྟ་བ་ལ་ཡང་ད་སྲུང་སྐྱོབ་གནང་བྱས་མང་གཙོའི་འཕེལ་རིམ་ལ་ཡང་གཅིག་རླབས་ཆེན་པོའི་གི་ཐོག་ནས་མཐུན་སྦྱོར་ད་གནང་མཁན་གཅིག་རིན་པོ་ཆེ་ཡིན་དུས་གང་ལེགས་དེའི་ནང་ད་རིན་པོ་ཆེ་གི་ག་རེ་མཛད་འཕྲིན་ག་རེ་གནང་ཡོད་རེ་བཞོད་པ་ཡིན་ན། ནི་ད་གང་ཟག་གི་དབང་སྒྱུར་མ་ཡིན་པར་ཁྲིམས་ཀྱི་དབང་སྒྱུར་བཟོད་ཐབས་གནང་པ། ཨ་ནི་བཅའ་ཁྲིམས་གཙོ་བོ་བརྒྱུད་པའི་གི་བོད་མིའི་མང་གཙོའི་སྒྲིག་འཛུགས་ཁག་གི་ཁྲིམས་དང་སྒྲིག་གཞི་མ་ལུས་པར་གསར་བཟོ་དང་གཏན་འབེབས་གནང་ཐུབ་པ། གཞི་རིམ་མི་དམངས་ཀྱི་མང་གཙོའི་ལམ་སྲོལ་ནང་ཆ་ཤས་ཤུགས་ཆེ་རུ་ལེན་ཐབས་སུ། ས་གནས་གྲོས་ཚོགས་བཙུགས་པ་དང་ས་གནས་ས་གནས་འཐུས་མི་རྣམས་ལ་ཡང་དགོས་ངེས་ཀྱི་སྦྱོང་བརྡར་གནང་ཐུབ་པ། ས་གནས་འགོ་འཛིན་ས་གནས་མི་དམངས་རང་ནས་འོས་བསྡུའི་ལམ་ནས་འདེམས་རྒྱུ་ཆ་རྐྱེན་བསྐྲུན་ཐུབ་པ། འཛིན་སྐྱོང་བཀའ་ཤག་གིས་གྲོས་ཚོགས་ལ་འགན་འཁུར་འཐུས་ཚང་ཞུ་རྒྱུའི་ལམ་སྲོལ་གཏོད་པ། གྲོས་ཚོགས་ཀྱི་ལམ་སྲོལ་དང་གྲོས་ཚོགས་འཐུས་མིའི་འགན་འཁུར་བྱེད་ཕྱོགས་ལམ་སྟོན་དང་སྦྱོང་བརྡར་གནང་བ། གཞུང་གི་ལོ་འཁོར་སྔོན་རྩིས་སྟངས་འཛིན་གྱི་ལམ་སྲོལ་གསར་གཏོད་གནང་བ་སོགས་ད་ལྟའི་ཕྱག་ལས་ནི་འཛིན་སྐྱོང་བཀའ་ཤག་དང་བཀའ་ཤག་གི་གྲོས་ཚོགས་ལས་འགན་གྱི་ཡ་རེད། དེང་ནས་བཞིན་གྲོས་ཚོགས་ཀྱི་སྔོན་རྩིས་སྟངས་འཛིན་ལ་སོགས་པའི་འཛིན་སྐྱོང་བཀའ་ཤག་ལས་ཡ་ད་འགན་ཁ་སོང་སྟངས་འཛིན་གནང། འདི་ཚོ་ད་ཧ་ལས་པའི་ད་ཡག་པོ་བྱུང་བསྡད་ཡོད་རེད་ད་འདྲ་ཡིན་པ་ཡིན་ན་མུ་མཐུད་བྱས་འགྲོ་ཐུབ་པ་བྱུང་བསྡད་ཡོད་རེད་གསུངས་འདུག་ད་འདི་ཚང་མ་རིན་པོ་ཆེ་གི་བཀའ་ཟུར་ཅིག་ད་མང་གཙོའི་ལྟ་བ་ལི་ཡ་ཞོ་ཅིག་རྩེ་ཕུ་གནང་བྱས་ཨ་ནི་ཅིག་ད་ལས་གཞི་འདི་ཚོ་བརྩམས་ཐུབ་པ་བྱུང་བསྡད་པ་རེད་ད་དེ་དང་མཉམ་དུ་ང་རང་ཅིག་ད་རིན་པོ་ཆེའི་དགོངས་པ་བཞེས་ཕྱོགས་ཐོག་ལི་ཡ་ཚོར་བ་ཅིག་གར་བྱུང་ཞུས་པ་ཡིན་ན། རིན་པོ་ཆེའི་བཀའ་བློན་ཁྲི་པ་རྣམས་སྐབས་ཀྱི་དུས་ཡུན་དང་པོ་དེ་ད་རྫོགས་པ་ལས་ཟླ་བ་ཁ་ཤས་ཕྱི་མ་དུ་ཡོད་མ་རེད། ཨ་ནི་དེ་དུས་ད་སྔོན་འགྲོའི་འོས་བསྡུ་གི་ཐོག་ལི་ཡ་ཨ་ནི་ཅིག་ད་མི་མང་ནང་ལས་འོས་བསྡུ་ལས་རིམ་དེ་དུས་འགོ་བཙུགས་དེ་དུས་ཀང་ལི་ཡ་ཨ་ནི་འོས་མི་ནང་ལི་ཡ་ད་ཞུ་ངེས་མ་རག་པའི་གནས་ཚུལ་འདི་བྱུང་པ་རེད་ཐོག་མ་དེ་བ་ལི་ཡ་ཅིག་དགོངས་པ་ཞུས་གཉིས་དགོངས་པ་ཞུས་བཅས་ཨ་ནི་རིན་པོ་ཆེ་ལ་སྐབས་དུས་དེ་ང་ཚོས་བཀའ་བློན་ཚོ་ཕལ་ཆེར་གསོལ་ཚིགས་ཞུས་བསྡད་པའི་སྐབས་ཤིག་རེད། ངས་ཆོབ་དང་བྲང་ཞིག་ད་རིན་པོ་ཆེའི་དཔལ་ལྟ་ཚེ་སྙན་གྲགས་ཆེ་ཐག་ཆོད་ཅེས་ཨ་ནི། འོས་བསྡུའི་ནང་ལ་ཡང་བཀའ་བློན་ཁྲི་པའི་འོས་བསྡུའི་ནང་ལ་ཡང་ཨ་ནི་གཞན་ཕག་ཆ་ཤས་ལེན་ཐུབ་ཡག་གི་བློ་ཁོག་རྒྱུན་ལེགས་མི་འདུག་ཞུས་པ་ཡིན། ཨ་ནི།

སྐུ་ཚེ་ཧྲིལ་པོ་ད་ཐབས་ཇེ་མང་ཅིག་གསུངས་པ་རེད་གོང་ས་ཉུལ་ས་ཞིག་བསམ་ཤེས་ནས་ཨ་ནི་སྐྱབས་མགོན་པོ་ཆེ་གི་ཉེ་འཁྲིས་ལ་ཡང་སྐུ་མདུན་གྱི་ད་དགོངས་པ་ཅིག་སྒྲུབ་ཅེས་ཞུ་བསྡད་པ་དང་ཨ་ནི་དེའི་ཐོག་ནས་ཅིག་བོད་མི་གི་རྩ་དོན་ལ་ཡང་ཅིག་ད་ཧ་ལས་པའི་སྐུ་ལས་མང་པོ་ཞིག་བསྐྱོན་བྱས་སྒྲུབ་འབྲས་ཡང་ཨ་ནི་མང་པོ་ཞིག་ཐོན་བསྡད་པ་དེ་ང་ཚོ་བོད་མི་ཡོངས་རྫོགས་ཀྱིས་ནི་ངོས་འཛིན་གསལ་བོ་ཞིག་གནང་བ་རེད་གསུངས་པ་འདུག་རིན་པོ་ཆེ་ལི་ཡ་དགའ་ངལ་གཙོ་ཡིན་པ་ནི་ངོས་འཛིན་གནང་བ་རེད། རིན་པོ་ཆེ་ལི་མ་དགའ་ངལ་ཅིག་ཡིན་པ་ཡིན་ན་དེ་ཚོ་ངོས་འཛིན་གསལ་བོ་གནང་བ་རེད་གསུངས་ཡོད་རེད། དེ་ག་ནང་བཞིན་ང་ཚོ་ད་འདས་པའི་བཙན་བྱོལ་སྤྱི་ཚོགས་ཀྱི་ནང་ད་ལོ་དྲུག་ཅུ་ལྷག་ཕྱིན་པ་རེད། དེ་ནང་ལི་ཡ་དངོས་གནས་བོད་པའི་གི་བོད་མི་རིགས་ཀྱི་རྩ་དོན་ལི་ཡ་ཕྱག་ལས་གནང་མཁན་མང་པོ་ཞིག་བྱུང་ཡོད་རེད། ཁོང་རྣམ་པ་ཚང་མ་ཡང་དངོས་གནས་སུ་སུ་མི་ཟེར་ཤོད་པོ། ཨ་ནི། གཅིག། བོད་སྤྱི་པའི་རྩ་དོན་དོན་དག་རྩ་དོན་ཐོག་ལ་ཡང་ཞབས་ཕྱི་ཞུས་པ་རེད་སྐྱག་མོ་མི་བྱེད་བཀའ་དགོངས་གཞི་བཟུང་སྒྲུབ་ཡག་གི་ཐོག་ལ་ཡང་འབད་བརྩོན་བྱས་པ་རེད་ད་རླབས་ཆེ་ཆུང་ག་གི་ཟིན་མེད་ལ་མ་ལྟོས་པའི་གི། ད་མང་པོ་ཞིག་ནི་དགོངས་པ་རྫོགས་ཚར་བ་རེད་མང་པོ་ཞིག་ནི་ད་བྲེལ་ཡོད་ཐོན་ནི་བཞུགས་ཡོད་རེད་སོ་ས་ཚང་མ་ལ་ཡང། གཅིག་དངོས་གནས་གཅིག་ལྷག་བསམ་རྣམ་དག་གི་ཐོག་ནས། གཅིག་ད་བསྔགས་བརྗོད་མ་ཞུས་པ་ཡིན་པ་ཡིན་ནའི། ཆེ་འདོད་གཟེངས་རྟགས་མ་ཕུལ་བའི་མི་ནས་ངོ་ནས་རྗེས་སུ་ཡི་རང་ཞུ་དགོས་ཞེས་དང་དེ་ཚོ་ལ་ཡང་སྐྱོན་བརྗོད་མ་བྱེད་པ་བཅས་ཐུགས་རྗེ་ཆེ་ཞུ་དགོས་ཅིག་དཔེ་གལ་ཆེན་པོ་རེད་གསུངས་པ་འདུག་དེ་འདྲའི་བྱུང་བ་ཡིན་ན་ང་རང་ཚོ་སྤྱི་ཚོགས་ནང་ལ་ཡང་གོ་ཅིག་དངོས་གནས་ཞི་བདེ་ལྷིང་འཇགས་དང་སྤྱི་ཚོགས་ནང་ལོགས་ལ་ཡང་ཨ་ནི་ཅིག་བསམ་ཚུལ་མ་མཐུན་པ་མ་ཡོང་ཡ་དང་དེ་འདྲའི་གི་ཐོག་ལ་ཡང་ཁས་ལེན་ཞུ་ཞུ་ཆོག་རེད་གསུངས་པ་འདུག་དེ་ག་ནང་བཞིན་སྐལ་བཟང་རྡོ་རིན་པོ་ཆེ་གཞན་དང་མ་འདྲ་བའི་ཅིག་ད་མཁས་པ་ཆེན་པོ་ཡིན་པ་ད་ལུག་ཁྱུ་བགྲང་ཡས་མང་པོ་བཞག་ཡོད་རེད། ད་དེ་ནང་ནས་ང་གཅིག་ང་བགྲང་ཡས་འདོད་པ་བྱུང་སོང་གལ་སྲིད་ན། དེ་འདྲའི་གནས་ཚུལ་དེ་འདྲའི་མང་པོ་བྱུང་བསྡད་ཀྱི་འདུག་ཐེངས་གཅིག། བཀའ་ཤག་གིས་ད་ནང་ང་ཚོ་གསོལ་སྟོན་ཞིག་ཕུལ་བ་རེད་རྒྱ་གར་དབུས་གཞུང་གི་ཨ་ནི་མི་སྣ། ཆེ་བསྟོད་མི་སྣ་ཁ་ཤས་ཤིག་ཕེབས་སོང། ཨ་ནི་ང་ཚོ་གསོལ་སྟོན་མ་ཕུལ་གོང་ནས་ཁོང་ཚོས་མ་ནི་ཡག་ཕེབས་པ་དང་ཨ་ཕེབས་ཏེ་ཁ་སུར་ད་ང་ཚོ་སྐྱབས་བཅོལ་གཞུང་གི་ཨ་ནི་ཅིག་ད་མཛད་གཙོ་རྣམ་པ་ཞིག་འདུས་ཁ་ལ་ཁོ་ན་ཚོས་གི་ཐོག་མའི་གི་ཅིག་གུས་ཞབས་བྱེད་ཕྱོགས་དང་གཟིགས་སྟངས་དེ་ཞི་བ་ཞིག་མ་འདྲ་རེད་ཤག་ག་སུ་ཅིག་ཅིག་རིན་པོ་ཆེ་མཇལ་བའི་སྐབས་ལ་ཡིན་ནའི་པའི་ཆགས་སྟངས་ཅན་འདྲ་འདྲ་འདྲ་འདྲ་གི་གནས་ཚུལ་མ་གཏོགས་ཨ་ནི་ཅིག་གི་བཀའ་མོལ་མ་གསན་པ་དེ་འདྲ་ཡོང་སྡད་གི་འདུག་ཨ་ནི་ཞུ་ཚང་མ་མ་ཞུ་བྱས་རིན་པོ་ཆེ་གི་ཨ་ནི་བཀའ་མོལ་ཅིག་མགོ་བཙུགས་ཡོད་འདུས་ག་ལ་ཡ། ཞུ་གསོལ་རྩིས་བསྒྲུབས་ནས་མར་ཕེབས་དུས་དཔལ་ལྡན་སྐུ་མགྲོན་གལ་ཆེ་ཚང་མས་ཀྱིས་རིན་པོ་ཆེ་ཞབས་ལི་ཡ་ཐུགས་རྗེ་ཆེ་ཕེབས་སོ། སོང་ཙང། ང་ཚོ་བོད་པའི་སྤྱི་ཚོགས་ནང་ལི་ཡ་དེ་འདྲའི་གྱི་རླབས་ཆེན་གྱི་དབུ་ཁྲིད་ཅིག་རེད་པ། སྐྱབས་མགོན་པོ་ཆེ་གྱིས་དངོས་ནས་ཉལ་ཁྲིའི་ལི་ཡ་སྐུ་ཚེ་ཧྲིལ་པོ་ཞབས་ཞུ་ཐུགས་ངེས་ཅིག། ང་ཚོ་བོད་མི་ཚོ་ཡིན་པའི་ནས་སྤོ་བ་བྱེད་དགོས་ཡ་ཅིག་རེད་བ། བོད་མི་རིགས་ཀྱི་ད་འདས་ཀྱི་གཉན་ཕྲང་བཅས་ཀྱི་དུས་ཚོད་དེ་ན་ལ་ཡ་ཨ་ནི་ད་རིན་པོ་ཆེ་ལྟ་བུ་ཅིག་དབུ་ཁྲིད་ཅིག་གི་སྔོན་ནས་ཞོ་བོ་ཅིག་གི་ཕྱག་ལས་གྲུབ་འབྲས་ཐོན་པ་གནང་ཡོད་པ་ཅིག་དེ་ང་ཚང་མས་སྤོ་བ་བྱེད་འོས་པ་ཅིག་རེད་བསམ་གི་འདུག་དེ་ང་རང་ཚོའི་ནང་གི་ནོར་བུ་དེ་ང་རང་ཚོའི་གི་ཨ་ནི་སོ་སོའི་ག་ཚོད་རེད། རིན་ཐང་དེ་ངོ་ཤེས་པ་ཡིན་ན་དེ་ཏན་ཏན་ཅིག་ཕན་ཐོགས་ཞུ་འོར་བ། འཛམ་གླིང་མང་པོ་ན་ལས་སུ་སུའི་གི་ཅིག་དཔོན་རིགས་དང་སུ་སུའི་གི་ཅིག་ད་རྒྱལ་རབས་ཚོགས་ལ་ཡང་གུས་ཞབས་ག་གིས་གནང་གི་ཡོད་མེད་དེ་ང་ཚོའི་ལུགས་རྒྱུད་ན་ལས་མང་པོ་ཞིག་དྲངས་ཡོད་རེད་གསུངས་གི་འདུག་ད་དེ་ནས་མཐའ་མ་དེ་ལ་ཡང་ག་རེ་ཞུ་ཡ་འདོད་པ་བྱུང་ཞུས་པ་ཡིན་ན། ད་སྐྱབས་ཡུལ་ཟངས་མདོག་རིན་པོ་ཆེ་གིས་ད་སྐུ་ལས་སྐྱོན་པའི་མཛད་པ་འཕྲིན་ལས་ལ་ང་ཚོས་བསྔགས་བརྗོད་གནང་དགོས་པ་དེ་ཡིན་དེ་ཡིན་བརྗོད་མི་དགོས་པ་ཞིག་རེད། ཡིན་ནའི་དེ་དང་མཉམ་དུ་རིན་པོ་ཆེ་གི་དགོངས་གཞི་མང་པོ་ཅིག་ང་རང་སེམས་ནང་རེ་དཱ་དགོངས་གཞི་མང་པོ་ཅིག་རིན་པོ་ཆེ་ཡ་དགའ་པོ་གནང་མཁན་ཚོས་གིས་མཁྱེན་གི་ཨ་ཡེ་གསུང་ས་འདྲ་བོ་ཅི་འདྲའི་མང་པོ་ཡོང་གི་འདུག། དངོས་གནས་རིན་པོ་ཆེ་གི་དགོངས་བཞེད་དེ་ཚོ་གསལ་པོ་རྟོགས་པའི་ཐོག་ནས་ཨ་ནི་རིན་པོ་ཆེ་གི་ཕྱག་ལས་གནང་ནས་སྐུ་ལས་བསྐྱོན་ནས་སྒྲུབ་པ་ག་རེ་བྱུང་ཤག་ད་ལྟ་མ་སྒྲུབ་པ་ག་རེ་བྱུང་ཤག་ད་ལྟ་གནང་བཞིན་པ་ཚོ་ག་རེ་རེད་ཤག་ཨ་ནི་དེ་ལ་ཡ་ང་མི་སྒེར་ཅིག་ཡིན་པའི་གི་ཐོག་ནས་སུ་སུའི་ངོས་ནས་རམ་འདེགས་ག་རེ་ཞུས་ཁུག་འདུག་དེ་དཔེ་གལ་ཆེན་པོ་རེད་ད་ཉེ་བའི་ཆར་ལ་ཡ་རིན་པོ་ཆེ་གི་བཀའ་སློབ་གནང་པའི་སྐབས་ལ་གསུངས་བ། ད་མི་མང་གི་འགན་ཁྱི་ཁུར་དྭགས། རེད་བ། ད་མི་མང་གི་འགན་ཁྱི་ཁུར་སི་ཏི་ཀལ་ང་མི་བྱེ་བྲག་པ་ཡིན་པའི་ཐོག་ནས་སུ་སུའི་གི་འགན་དེ་ག་རེ་རེད། དེ་ལྷག་བསམ་རྣམ་དག་གི་ཐོག་ནས་དེ་ལ་ཡ་ག་སོ་ཅི་ཡང་མགོ་སྐོར་བསླུ་བྲིད་དང་རེད་བ་རང་རྒྱལ་གཞན་ཕམ་གི་བསམ་བློ་མ་ཡིན་པ་ལྷག་བསམ་རྣམ་དག་གི་ཐོག་ནས་ག་རེ་རེད་ད་སུ་སུའི་རང་གི་ག་སོ་ཅི། དང་དུ་བླངས་བཅས་ལས་གཞི་གསར་བ་འདི་བརྩམས་ཐུག་མེད་པ་ཡིན། ད་རླབས་ཆེན་གྱི་དབུ་ཁྲིད་ཟངས་མདོག་རིན་པོ་ཆེ་གིས་གནང་བཞག་པའི་ཕྱག་ལས་དེ་ཚོ་ལ་ཡང་ཡར་རྒྱས་ཚགས་ཚུད་ག་རེས་གཏང་དགོས་འདུག་དེ་ལ་ཡང་ང་ཚོས་དགོངས་པ་བཞེས་དགོས་ཀྱི་རེད་གསུངས་པ་འདུག་ལྷག་པར་དུ། ད་རིན་པོ་ཆེས་ལོ་ཉི་ཤུའི་རིང་མངའ་ལས་དབུས་བོད་མིའི་སྒྲིག་འཛུགས་ཀྱི་ཐུགས་འགན་བཞེས་ནས་ཕྱག་ལས་གནང་བ་རེད། དེའི་རྗེས་ལ་ཡང་ད་ཧ་ལམ་དགའ་ལྡན་ཕོ་བྲང་ནང་ལ་ཡང་ཕྱག་ལས་གནང་བ་རེད།

ད་ལྟའི་དུས་ཚོད་ལ་ཡ་ད་ང་ཚོ་མང་པོ་ཅིག་ཤེས་བདེ་བ་སྙེ་མ་ལོ་ཉི་ཤུ་སུམ་ཅུ་གོང་ལ་ཡ་ད་ང་ཚོ་དགོངས་ནས་རྒྱ་མི་གི་མི་སེར་སྤེལ་ཡུལ་གི་སྲིད་ཇུས་དེའི་འོག་ལ་ཡ་ང་ཚོ་བོད་མི་རིགས་ཁོ་ན་རྩ་ལག་འགྲོ་གི་འདུག་ཟབ་ཅིག་ཤེས་བདེ་གི་ཡོད་རེད་དེ་ནས་བོད་མི་རིགས་རྩ་ལག་འགྲོ་ཡོད་མ་རེད། རྒྱ་མི་བོད་ནང་ལ་ཡ་ག་ཚད་མང་པོ་སླེབས་པ་ཡིན་ནས་ང་ཚོ་བོད་མི་ཚོས་གི་དངོས་ནས་སུ་སུའི་མི་རིགས་ངོ་བོ་དེ་སྲུང་སྐྱོབ་བྱེད་ཐུབ་ཡོད་རེད། ཡིན་ནས་ད་ད་ལྟའི་དུས་ཚོད་ལ་ཡ་རྒྱ་ནག་གི་ཞིན་ཅིན་ཕིང

ཨ་ནི་བལ་སྟོད་རྒྱ་ནག་གཞུང་གི་སྟངས་འཛིན་གི་འོག་ཡོད་བའི་གི་སློབ་གྲྭ་ཁག་ནང་ལ་བཅུག་བྱས་ད་དེ་ཚོ་ག་རེ་བསླབ་གི་རེད་ཨ་ལི་རྒྱལ་རབས་ལུག་ཁྱུ་ད་ཕ་ཞག་ཤོད་འདི་ཚོ་ད་རྒྱ་མིའི་གི་འདོད་ཆོས་ཐོག་ལ་ཡིན་པར་བ་སྲ་མོ་བཏང་ད་ཡང་བྱས་ནས་ཨ་ནི་བལ་སྟོད་རྒྱ་ཞེན་སྐད་བཅུ་བཅུ་བྱས་རེད་བ་བོད་པའི་གི་རིག་གཞུང་དང་བོད་པའི་སྐད་ཡིག་རྗེས་ལུས་ཡིན་པ་གི་ཐོག་ལ་བཤད་ཡ་ད་དེ་འདྲའི་གི་མི་རབས་གསར་བ་ཅིག་རྗེས་མ་ལོ་ཉི་ཤུ་སྲ་ལོའི་ཡ་སླེབས་པ་ཡིན་ན་དེ་ཡང་བལ་སློབ་ཕྲུག་ད་གྲངས་ཀ་བརྩི་བས་ན་ས་ཡ་གཅིག་མ་སུམ་ཙམ་ཅིག་གཟིགས་འདུག་ཨང། ད་དེ་འདྲིས་ཀྱི་མི་རབས་གསར་པ་ཅིག་ཨ་ནི་བོད་ནང་ལ་ཡར་ཞུ་གི་སླེབས་པ་ཡིན་ན་ག་རེ་ཆགས་ཀྱི་རེད། དེ་ག་ནང་བཞིན་བོད་ཟེར་ཡ་ཐ་སྙད་ཁོ་རང་རྒྱ་ནག་གཞུང་གི་ད་མེད་པ་བཟོས་ཚར་སོང་ཨང། Tibet ཟེར་ཡ་ཚིག་དེ་བོད་ཕྱི་གཏང་གི་ཡོད་མ་རེད་གཞུང་འབྲེལ་རང་གི་ཐོག་ཚང་མ་མེད་པ་བཟོས་ཚར་བ་རེད། སོང་ཙང་བོད་ཀྱི་ཐ་སྙད་མེད་པ་བཟོས་པ་རེད། ཡོང་རྒྱུད་ཀྱི་བོད་པའི་མི་རབས་ཡོངས་རྫོགས་ལ་ནི་བོད་རྒྱ་རིགས་རྒྱུད་རད་ཀྱི་ད་ལས་གཞི་སྲིད་ཇུས་ཧ་ལས་པའི་གནག་པོ་སིམ་དུ་ཀང་ལི་ཡ་ད་བོད་དེ་ཡོང་རྒྱུད་ལོ་བཅུ་ཕྲག་ཁ་ཤས་ནང་ལི་ཡ་དངོས་ནས་ཉེན་ཁ་ཆེན་པོ་ཅིག་ཀང་སླེབས་སོང་བ་ད་དེ་ལ་གདོང་ལེན་སུས་བྱེད་ཐུབ་ཀི་རེད་དེ་ལ་གདོང་ལེན་གནང་ཐུབ་ངེས་ཀྱི་ད་སྒྲིག་འཛུགས་གཉིས་མ་དུ་ཡོད་མ་རེད་སྒྲིག་འཛུགས་གཅིག་དེ་ནི་ང་ཚོ་བོད་མིའི་དམངས་གཙོའི་སྒྲིག་འཛུགས་རེད། ད་དེ་ཨ་ནི་ང་ཚོ་སྲ་བརྟན་དང་དངོས་གནས་ཇི་ལྟར་གོ་རིམ་འཚོལ་གྱི་སྐུ་ལས་སྐྱོན་བཅས་སྒྲིག་འཛུགས་ཡོད་པ་བཟོས་ཡོད་པ་འདི་ད་ཚགས་ཚུད་པོ་ཐོག་ནས་གནས་ཐུབ་ཡ་དེ་ང་ཚོས་གོང་འཕེལ་བཏང་ཐུབ་ཡ་གི་ཐོག་ལས་ང་ཚོ་ག་རེ་གནང་ཐུབ་གི་རེད། དེང་ན་བཞིན་སྒྲིག་འཛུགས་གཉིས་པ་དེ་རྒྱ་བོ་བསྟན་འཛིན་རྒྱ་མཚོ་གིས་ཨ་ནི་དགའ་ལྡན་ཕོ་བྲང་གི་སྒྲིག་འཛུགས་ཆགས་འདི་གི་ཡོག་རེད་དགའ་ལྡན་ཕོ་བྲང་སྒྲིག་འཛུགས་དེ་བོད་མི་རིགས་ཀྱི་མདུན་ལམ་ཙམ་མ་ཏལ་བོད་བརྒྱུད་ནང་བསྟན་གྱི་མདུན་ལམ་ལས་འབྲེལ་བ་ཆགས་འདི་གི་ཡོག་རེད། རྒྱ་ཆེ་ས་ནས་ཤེས་པ་ཡིན་ན་འཛམ་གླིང་དེ་ན་ལས་ཞི་བདེ་བསྐྲུན་ཐུབ་ངེས་ཀྱི་སྒྲིག་འཛུགས་ནུས་པ་ལྡན་པ་གཅིག་ད་སྐྱབས་མགོན་པོ་ཆེ་གི་དགའ་ལྡན་ཕོ་བྲང་སྒྲིག་འཛུགས་ཆགས་འདི་ཡོད་རེད་གསུངས་སོང་ད་སྒྲིག་འཛུགས་དེ་ཚོ་གཉིས་ཀ་ང་རང་བཙན་བྱོལ་སྤྱི་ཚོགས་ནང་ལོགས་ལས་ང་ཚོ་རྩ་ལ་ཡོད་རེད་བ། གསུངས་སོང་ད་འདི་འབོ་ལུག་ཡོད་པ་ཡིན་ན། འདི་ཚགས་ཚུད་ཐོག་གནས་ཐུག་གི་མེད་པ་ཡིན་ན་འདི་སྲ་བརྟན་མེད་པ་ཡིན་ན་འདི་ང་ཚོ་བོད་པའི་ང་ཚོ་ད་ལྟའི་མི་རབས་ཚོ་ལ་ཡང་འགན་འཁྲི་ཡོད་རེད་མ་གཏོགས་འདི་རྒྱ་མི་ལ་ཁག་བཏགས་ཅིག་བསྡད་ཁེལ་ཡོད་མ་རེད་གསུངས་འདུག། སོང་ཙང་ངས་སྙན་མ་དེ་འདྲས་བཤད་མྱོང་ད་སྐྱབས་རྗེ་བསམ་འགྲུབ་མི་ཆོག་གོ་སྐྱེས་ཀྱང་ཕེབས་ཚར་བ་རེད། ང་ཚོས་ང་ཚོའི་སུ་སུའི་ཕ་མ་ཡིན་པ་ཡིན་ན་ཕ་མ་ལས་ལས་ཀ་སྤྲད་གི་རེད་བས། ལས་ཀ་སྤྲད་པ་ཡིན་པ་ཡིན་ནའི་ཁྱིམ་མཚེས་སུ་ག་ཟེ་རོ་ཙེ་དཀོན་མཆོག་གསུམ་པོ་བུ་ཟ་ད་ཟ་ད་ཕ་མ་རྒན་མགོ་དེ་འདྲས་ལ་ད་འདོད་ལས་ཀ་བྱེད་བཅུག་ཟེ་གི་རེད་བས། ད་དངོས་གནས་བཤད་ན་སྐྱབས་རྗེ་བསམ་འགྲུབ་ཀྱིས་ད་སྐུ་གཅིག་ཐུགས་ལྷོད་ལྷོད་ཞུ་རོགས་གནང་ས་ནས་ཞུ་དགོས་དགོས་ཏེ་ཞུ་བ་ཡ་ག་བ་ཡ་རེད་དེ་ཞུ་ཐུབ་ཡ་གི་གནས་སྟངས་ཁོ་རང།

ཨ་ནི་རིན་པོ་ཆེའི་དངོས་གནས་ཐུགས་དགོངས་བཞེས་གསུངས། ང་ཚོས་ཅིག་འབད་བརྩོན་གནང་གི་ཡིན་པ་ཡིན་ན་གནང་ཡ་ཞི་རག་ཡོད་རེད། གནང་ཐུབ་ཀྱི་རེད་གསུངས་པ་འདུག་བསོད་དེ་ཚོའི་ཐོག་ལ་ཡིན་པ་ཡིན་ན་ད་ད་རིན་དེ་ཕེབས་པའི་མི་སྣ་ཚང་མ་རིན་པོ་ཆེ་ལས་དངོས་གནས་ཐུགས་མཉེས་པོ་དང་ནི་ཅིག་ཐལ་བ་ཡོད་ངེས་གུས་བརྩི་ཡོད་ངེས་ཤི་རྟགས་ཤིག་རེད། ཨ་ནི་སུ་སུའི་ངོས་ནས་རིན་པོ་ཆེ་ད་རེའི་འཁྲུངས་སྐར་ལི་ཡ་ངོ་ནས་དམ་བཅའ་རེ་བཞག་བཅས་ད་གང་ཐུབ་ཐུབ་བྱེད་ང་ཡི་བྱེད་གིན་ད་ཞུ་ཡ་ཅིག་དེ་འདྲས་ཤིག་གནང་རོགས་གནང་ཞུ་གིས་ཨ་ནི་བཀའ་དྲིན་ཆེ་སོ་ཐུགས་ཆེ་གནང།